ད་དེ་ནས་དྲི་བ་ཞེས་པ་འདི་འདི་རེད་ཤག། ང་རང་ཚོ་ད་དེང་སང། ཅིག། དཀོན་མཆོག་ལ་མཆོད་པ་ཕུལ་བ་ཡིན་པ་ཡིན་ན་ཡང་རེད། བླ་མ་མཇལ་བ་ཡིན་པ་ཡིན་ན་ཡང་རེད། དེ་ནས། ཅིག། ཕྱག་ཆེན་པོའི་ཆས་ཡོད་པ་ཡིན་ན་ཡང་རེད། སྦྱིན་པ་བཏང་པ་ཡིན་པ་ཡིན་ན་ཡང་རེད། ང་རང་ཚོ་ད་ཅིག། པར་དང་བརྙན་ཐུང་འདི་འདྲའི་ངོ་དེབ་ནང་ལ་བླུག་དགོས་བར་བ།

རེ་བ་ད་འདི་ལ་ད་ཀྱི་ཞུ་བ་གནང་ཞིག། པར་གླུ་མཁན་གྱི་མིང། མི་འདི་ཀྱི་ཀུ་ལུང་ལ་རག་ལས་དེ་རེད། རེ་བ། དཔེར་ན་ང་རང་སྒེར་ལ་བསམ་བློ་བཏང་བ་ཡིན་ན། རེ་བ་ད་འདས་པའི་ད་ཉིས་སྟོང། ཅི། བཅོ་བརྒྱད་ནས། རེ་བ་བཅོ་བརྒྱད་ནས་བཟུང་སྟེ། སྙེ་མ་གོང་ས་མཆོག་གིས་ཐེངས་མ་གཅིག། ལྡི་ལི་ལ་ཡིན་ན་བཀའ་ཅིག་གནང་ཡོད་རེད་བཀའ་སློབ་ཅིག་གནང་ཡོད་རེད། གཅིག། བཀའ་སློབ་གནང་ས་འདི་དང་མི་འདི་རེད། རྒྱ་གར་གྱི་མི་ཚང་ཞིག་རེད། རེད་བ། ད་གནང་ཡོང་དུས་མང་ཚོགས་ལ་གནང་ཡོད་རེད། དེང་སང་རྒྱ་གར་མི་ཚང་དེ་ཚོ་ཨ་ནི་གཅིག་ཆང་ས་དེ་འདྲས་རྒྱབ་པའི་སྐབས་ལ་ཨ་ནི་གཅིག་དངུལ། ཁར་ཤི་བར་ད་འབུམ་མང་པོ་ཅིག་དོན་མེད་ཀྱི་འགྲོ་སོང་འཕྲོ་བརླག་བཏང་གི་འདུག་འདི་ཚབ་དེ་ལ། གཅིག། ཆང་ས་རྒྱལ་གཉིས་ཀྱི་ཕ་མ་ཀྱི་མིང་དོར་ནས་ཡིན་པ་ཡིན་ནའི་རེད། བུ་ཕོ་མོ་ཡི་མིང་དོར་ནས་ཨ་ནི་ཁ་ལག་ཅིག་སྤྲད་པ་ཡིན་པ་ཡིན་ན་ང་རང་ཡིན་པ་ཡིན་ནའི་ཁ་ལག་སྤྲད་སྐབས་ཡོང་གི་ཡིན། འདི་སྐབས་ལ་དཔའ་མགོ་ཚོ་ལ་ཁ་ལག་ཅིག་སྤྲད་པ་ཡིན་ན་ཨ་ནི་ངོ་ཤེས་མེད་ཤེས་ལ་ངོ་ཤེས་མེད་ལ་མ་ལྟོས་པ་ཨ་ནི་ཁོ་རང་གི་སྨོན་ལམ་ཅིག་རྒྱག་གི་རུ་བ་དཔེ་ཞིམ་པོ་བྱུང་སོང་ལབ་གི་རེད་ཟེར་ནས་ཀུན་ཏུ་ཡི་བཀའ་ཅིག་གནང་ཡོད་རེད། དེ་ནས་བཟུང་སྟེ་ཉིན་དེའི་ངོ་ཤེས་པ་དང་འདི་འདྲས་ལ་ཁྱེད་རང་ཚོ་འདི་འདྲས་ཞིག་གནང་ཐུབ་ན་ཡག་པོ་ཡོད་རེད་ཞུ་ནས་ད་ད་ལྟ་བར་དུ་འདས་པའི་ལོ་བཞི་ལྔ་རིང་ག་དངོས་གནས་ད། སྐྱེས་སྐར་སྐབས་ལ་ཡིན་པ་ཡིན་ནའི་རེད། དེ་ནས། མི་གྲོངས་པའི་སྐབས་ལ་ཡིན་པ་ཡིན་ནའི་རེད་ཆང་ས་རྒྱབ་པའི་སྐབས་ལ་ཡིན་པ་ཡིན་ནའི་རེད་ད། བོད་ཡུལ་དང་རྒྱ་གར་ཉམ་ཐག་ཏུ་ཚོ་ལ་ཁ་ལག་བརྗེ་ཡན་དང་རེད་བ། སྐྱེས་སྐར་སྐབས་ལ་འདི་འདྲས་གནང་ཡན་མང་པོ་ཤི་བོ། ད།

ག་རེ་བསམ་བློ་བཏང་དགོས་རེ་ཞུས་བ་ཡིན་པ་ཡིན་ན། བླུགས་བཞག་པ་ཡིན་པ་ཡིན་ན་ཧ་གོ་མ་གོ་བའི་མང་པོ་ཞི་བོ་འདུག་འདི་འདྲའི་བྱེད་འདོད་ཡོད་མཁན་ཡོད་རེད་འདི་འབྲེལ་བ་ཆེ་ས་མ་རང་ཡིན་ལ་དེ་ངས་ག་ལ་གང་འཚམས་ཡོང་བསྡད་དགོས་བ་རེད་ཨོ་དེ་འདྲའི་ཅིག་གི་ཀུན་སློང་གིས་ནས་ངས་བླུགས་དགོས་བ་རེད་ཨ་ནི་མི་ཐུ་ཚོ་ཡིན་པ་ཡིན་ན་ཡང་ཨོ་འདི་དཔེ་ཡག་པོ་འདུག་ང་རང་ཚོ་ཡང་ཧ་གོ་སོང་མ་འོངས་པ་ང་རང་ཡང་འདི་འདྲའི་བྱེད་ཀྱིན་ཡིན་ཟེར་ནས་གསུང་མཁན་མང་པོ་ཞི་བོ་ཡོང་བསྡད་ཀྱི་འདུག།

ཁོ་རང་ཚོ་བླུག་ན་ཡག་པོ་འདུག་ཨ་ནི་ང་རང་གཉིས་ངོ་ཤེས་པ་དུ་ཚོད་ཡིན་པ་ཡིན་ནའི་ཁོ་རང་ཚོ་ལ་སེམས་རྒྱུད་ཨ་ད་གེ་བའི་སྐུལ་མ་ཐེ་ཡས་དང་ཨ་ནི་ཅིག་མ་ཤེས་པ་དེ་འདྲའི་ཤེས་པ་ཡོན་ཡན་ལ་ཕན་ཐོག་ཡོང་ས་རེད་གསུང་གི་འདུག་ཨོ་དེ་འདྲ་ཡིན་པ་ཡིན་ན་དཔེ་ཡག་པོ་འདུག་ཟེར་ནས་ཞུ་གི་ཡོད་དེ་འདྲ་སོང་ཙང་ང་རང་ཚོ་ཕ་རོལ་བོ་ད་གིས་ཞུས་པ་ན་ཞིག་ཕ་རོལ་བོ་གིས་ཀུན་སློང་ག་རེ་ཡོད་མེད་དེ་ང་རང་ཚོ་གིས་ཧ་གོ་མ་གོ་བ་བྱས། ཨ་འོ་ད་ངོ་དེབ་ནང་ལ་བླུག་དགོས་འདུག་ཅིག་ཅིག་བླུག་དགོས་འདུག་གསུངས་བསྡད་པ་ཡིན་པ་ཡིན་ན། ཨཱ་ནི། ཕ་རོལ་པོ་ལ། འདི་རེད་གར་ཞིག་འོག་རེད་ད་ང་རང་ཚོ Judgement བྱེད་ཡ་གྱི་མེད། ཚོད་དཔག་བྱས་ནས་ཕ་རོལ་པོ་གི། བྱེད་སྟངས་དེ་འགྲིག་མ་སོང་ལ་ཨེ་འོ་དེ་འདྲའི་ཅིག་ཡོང་དགོས་བ་རེད། དེ་འདྲ་སོང་ཙང། བླུག་ངེས་ཀྱི་ཀུན་སློང་ག་རེ་ཡོད་མེད་གཙོ་བོ་བལྟ་ཡ་རེད་རེད་བ། གཉིས་པ་འདི་ལ་མི་བླུག་པ་ལ་བལྟས་ནས། ཨཱ་ནི་ཕ་རོལ་པོ་ལ་སེམས་འགུལ་ཐེབས་ཀྱི་འདུག་ན། ད་དེ་བླུགས་པ་དེ་བླུགས་གོ་ཆོད་པ་རེད། དེ་འདྲ་སོང་ཙང་ད་འཇིག་རྟེན་ཆོས་ཀྱི་ཕྱག་དང་མ་བྱས་ལ་ཉེ་སྟེ། ནི་པར་བླུགས་མཁན་གྱི་སྐུ་རླུང་དེ་དང། ནི་ཕ་རོལ་པོ་གི་ནི་ངོ་དེབ་ནང་ལ་བླུགས་རོ་ཅེས་གསུང་མཁན་གྱི་སྐུ་རླུང་གཉིས་པོ་དེ་ལ་ལྷད་མེད་ན། ནི་ཅི་འཇིག་རྟེན་ཆོས་ཀྱི་ཕྱག་ཡིན་མ་རེད། ང་རང་ཚོ་མི་ལ་སྟོན་པ་འདི་འདྲའི་ཕྱག་གི་མ་རེད། ཨོ་འདི་ཅིའི་ཤུ་ཡ་ཡིན། དྲི་བ་ལྔ་པ་འདི། རེ་བ། ད་འདི་ང་རང་ལ་དྲི་བ་ཁ་ཤས་ཅིག་ཉི་མ་ང་ཚོ་འདྲོན་མཆོག་འཚོ་བའི་སྐབས་ལ་དྲི་བ་གནང་མཁན་འདི་འདྲ་བྱུང་སོང། ཨ་ནི་འདི་ནམ་རྒྱུན་ཁ་ཤས་ཁ་ཤས་ད་ག་རང་གི་ཚོར་སྣང་ཡོང་འདུག་ཡོད་པ་སོ་སོས་ཧ་གོ་སོང། འདི་ག་འདྲ་རེད་ཞུས་པ་ཡིན་པ་ཡིན་ན་ཅིག། ཡིག་ཡིག་ཀློག་ཤེས་ཡས་ཆེ། སྡོམ་པ་འདོན་ཡས་ཡོད་པ་ཆེ། ཨ་ནི། དོན་དག་མ་ཤེས་ན་འདོན་རྒྱུ་ཡོད་མ་རེད་ཟེར་ནས་གསུང་མཁན་ཁ་ཤས་ཡོང་གི་ཡོད་ས་རེད། ཁྱེད་རང་སྡོད་ནས་གཅིག་པུ་ག་རེ་ཕན་གྱི་རེད་ཁྱོས་དོན་དག་ནི་ཤེས་ཀྱི་མེད་པ་ཟེར་ནས་དེ་འདྲའི་རྩ་བ་ཉིད་ནས་མ་རེད། འདོན་པ་ཙམ་གྱིས། འདོན་པ་དེ་འདོན་པ་ཙམ་གྱིས་ང་རང་ཚོ་འགལ་བ་རླབས་ཆེན་པོ་བསགས་ཀྱི་རེད། རེད་བ། འདོན་པ་དང་མ་འདོན་པ་བྱས་ན་འདོན་པ་དེས་འགལ་བ་རླབས་ཆེན་པོ་བསགས་ཀྱི་ཡོད་པ་ཡིན་ན་ཨ་ནི་འདོན་པ་དེ་ཡག་གི་རེད་བ་ད།

ཧག་མ་གོ་བ་ཡིན་ན་ཡང། ཨ་ནི། བདེན་སྣང་ལ་འདོད་ཡོན་གྱི་འདུན་པ་འདི་དེ་ལ་མི། གཅིག། བྱམས་སྙིང་རྗེ་བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ཀྱི་ལྟ་བ་དང་མི་ལ་ཕན་པ་གཞན་དབང་དང་གཅིག། སྨོན་ལམ་མང་པོ་བཞི་བོ་སྐྱོན་ཡོད་པ་ཡིན་པ་ཡིན་ཙང། ཨ་ནི། ད་དེ་ལ་བརྟེན་ནས་དགེ་བ་རླབས་ཆེན་པོ་བསགས་ཀྱི་རེད། ང་ཚོ། ངས་དོན་དག་ཤེས་ཀྱི་མེད། འདུན་པ་དང། འདུན་ཤེས་ཀྱི་ཡོད་ཡིད་དང་ཀློག་ཤེས་ཀྱི་ཡོད་དེ། ཨ་ནི། ངས་དོན་དག་ཤེས་ཀྱི་མེད། ང་དོན་དག་མ་ཤེས་ན་འདོད་ན་སྡིག་པ་བསགས་ཀྱི་རེད་ཟེར་ནས། བཀའ་མོལ་འདི

ཨ་རི་ལ་གྲོང་ཁ་ཤེས་ཡང་རྒྱུད་དཔོན་འབྱོར་ཡག་པོ་ཡོད་པའི་དབང་གིས་ངེད་པ་ལ་དང་ཨ་མ་གིས་ང་ཤི་བ་ཡིན་པ་ཡིན་ན་ཡང་ཡིད་ཀྱི་ང་རང་ག་བ་སྐྱེས་སོང་ད་ག་རང་གཅིག་མེ་ཏྲ་བཏང་རོགས་བྱིས་ཟེར་ནས་ཁ་འཇམ་ཞག་ངེད་འདི་འདྲའི་དཔེ་ཆ་རིགས་སོང་ཡོང་གི་ཡོད་ས་རེད་བ་རེད་བ། ཨ་ད་འདི་འདྲའི་བཞག་ཡོད་པ་ཡིན་ན་ཨ་ནི་མི་འདི་གྲོངས་ས་བའི་རྗེས་ལ་ཨ་ནི་ཕུང་པོ་འདི་ད་རྒྱ་གར་དང་བོད་ཡུལ་ལ་ཁྱི་བོ་བྱུང་ན་ད་གནམ་གྲུ་འགྲོ་སོང་སྟོབས་ན་དེ་བཏང་དགོས་རེད་བ། རེད་བ། ད་དེ་ཡིས་ཅིག་ཨ་རི་རང་ལ་གྲོངས་མཁན་མི་དེ་ཨ་རི་ལ་མེ་དྲ་མ་བཏང་པ་ཆེ་ཨ་ནི་སོ་སོ་ཡི་སྐྱེ་ས་རྒྱ་གར་དང་བག་ཡོད་དུ་ཟོ་ལ་ད་མེ་དྲ་བཏང་ནི་ཁྱི་བ་ཡིན་པ་ཡིན་ན་གྲོངས་མཁན་དེ་ལ་ཕན་ཡོད་རེད་བས་ཟེར་ནི་དྲི་བ་ཉི་མ་ཧན་སླེ་ཡོད་རེད་ཨ་དེང་སང་ཧན་སླེ་དེ་གི་འདུག་ང་རང་བསམ་བློ་བཏང་པ་ཡིན་ན་དེ་ལ་ཕན་ཡོད་ཁྱེད་ཡས་ཡོད་མ་རེད། རོ། ཕན་ཡོན་ཡོད་དམ་མ་ཡོད་དེ་མིན། འདས་པའི་རིང་ལ་ག་རེ་བྱས་ཡོད་མེད་དེ། དོ་བདག་རང་གིས་ད་ག་རེ་བྱས་ཡོད་མེད་དེ་གཙོ་བོ་སེམས་ལ་རག་ལས་བསྡད་ཡོད་རེད། སེམས། སེམས་དང། ལུས་པོ་གཉིས་པོ་དེ་ལོ་ག་ཆགས་ཚར་རེད། རེད་བ། མགྲོན་པོ་དང་མགྲོན་ཁང་ནང་བཞིན་ལོ་ཁ་ཆགས་ཚར་བ་རེད། ད་དེ་ཁོ། ཕུང་པོ་དེ། གྲོངས་ཚར་རྒྱབ་ཡིན་ད། ཕུང་པོ། ད་རོ་དེ་ཞུ་གོ་རེད་ད། རོ་དེ། ག་བ་ཁྱེད་ནས་སྐྲག་པ་ཡིན་ན་ཁྱེད་བ་ཁྱེད་སྐྱེ་ཡོག་མ་རེད། རེད་བ། འོ་དེ་ཅི་རེད། ང་རང་བསམ་བློ་བཏང་པ་ཡིན་ན་དེ། དངུལ་འཕྲོག་ལ་སོ་རོ་རེད། ང་དང་ང་སོ་རེད་མི། བླ་མ་བླ་ཆེན་དང་དེ་འདྲས་ཡིན་པ་ཡིན་ན་མི་ཐག་རིང་པོ། ཕྱིས་ཀྱི་འདི་འདྲའི་ལབ་ཀྱི་གྲོང་སོ་ད་དགོངས་པ་བརྫོ་བ་ཡིན་པ་ཡིན་ན་ཡང་འདི་ཕུང་པོ་འདི་ནི་རྒྱ་གར་དང་བོད་ཡུལ་དུ་བརྫོ་ལ་དགོངས་པ་པ་འདི་འདྲི་ཞུས་ནས་འདི་གནང་གི་འདུག་བ་ད་དེ་མིན་གནས་ཚུལ་ཁག་ཁག་ཡོད་ཀྱི་རེད་དེ་མིན་གྱི་ང་དང་ང་ཚོར་མི་དཀྱུས་མ་ཡིན་པ་ཡིན་ན་མི་ག་བ་གྲོང་སོ་ད་ག་རང་ཕུང་པོ་ཏྲ་ནི་མི་འདི་དེ་ནས་རྒྱ་གར་དང་བལ་ཡུལ་དེ་འདྲའི་ཁྱི་ཡིག་གི་དངོས་ཡུལ་དེས་བླ་མ་ལ་རྒྱལ་བ་རིན་པོ་ཆེ་ལ་ཕུལ་བའི་དང་ཕྱག་ཆེན་པོའི་ཆེ་ཡིག་དང་བསྔོ་བ་མེ་ལོང་བྱས་ཐུབ་ན་འདི་ཡག་གི་རེད་མ་གཏོགས། ད་ངས་པཱ་ལགས་ཀྱིས་འདི་འདྲའི་ལབ་སོང་ཟེར་ནས་དོན་མེད་ཀྱི་འགྲོ་སོང་བཏང་བསྡད་པ་ཡིན་ན་ཕན་ཐོགས་ག་ཡོད་ཀྱི་མ་རེད་དྲན་གྱི་འདུག་འདི་རེད། དེ་ནས་དེ་དང་འབྲེལ་ནས་ཡང།

ལུས་པོ། ཡག་སྡུག་ལེན་དང་མ་ལེན་ལ་ཉན་ཏེ་བསྡད་པའི་རིང་ལ། ཨ་ནི་རྒྱལ་བ་སེམས་ཀྱི་དོན་དུ་རྒྱལ་བ་བསྒྲུབ་དང་མ་བསྒྲུབ་ལ་རག་ལས་བསྡད་རེད་མ་གཏོགས། ཨ་ནི། གྲོངས་ཚར་བའི་རྗེས་ལ། ཨ་ནི་ཁོ་རུ་འོ་གྱིས་ཚ་ཚ་བརྒྱབ་ནས་ཨ་ནི་སྐྱེ་བ་ཕྱི་མ་ལུས་པོ། བཟང་པོ་ཞིག་ལེན། ཕལ་ཆེར་ཡོད་མ་རེད།